གང་ཡང་བསྐུར་ཅིག་མེད། ཡིན་ནའང་ཁོང་ང་ལས་ཀ་བྱེད་ས་ལ་ཡར་ཕེད་བྱས། ང་ལ་ཐང་མ་གཉིས་ཁོང་ཕེད་སོང། ཁོང་ཐང་མ་གཉིས་ཕེད་དུས་རྩམ་པ་དངོས་གནས་དྲངས་ནས་སྐུ་ངོ་ལྷ་རྒྱལ་རིག་ལས་དུས་རྩམ་པ་དེ་རྙེད་ལ་མིང་གོ་དུས་དངོས་གནས་མི་རྫིག་པོ་རེད་རྫིག་པོ་ཟེར་ན་མི་འདུག་ད་མི་དཔོན་ཉམས་ཆེན་པོ་དང་དེ་འདྲས་ཡོད་སྐད་བསམ་དེ་འདྲའི་རྩ་བ་གཉིས་ནི་མི་འདུག་མི་དགུང་ལོ་བགྲེས་པོ་གཅིག་མི་སྤྱི་དང་ང་རང་ཚོ་གི་སྤོ་སྤོ་ལ་ཅིག་དུས་སུ་ཕེད་སོང། དང་པོ་དེ་ལུང་པ་ག་ནས་ཡིན་པའི་བཀའ་མོལ་ཅིག་གནང་སོང། དེ་དུས་ངས་སོར་བརྒྱ་ཅིག་བཀྱགས་ཡིན་ན་འོ་མ་ཅིག་བཀྱགས་ན་ཅིག་བཀྱགས་པ་ཡིན། ཞེ་དྲག་དང་ཆོད་མ་སོང། བཀའ་མོལ་ཐོབ་ཐོབ་གསུང་སྐད་ཅིག་འདུག་ཨང། དེ་ནི། ཡང་ཐང་མ་ཅིག་ཕེབས་སྐོར་ཅིག་ཕེབས་སོང་ཡང་དེ་དུས་འོ་མ་ཡིན་ན་ཅིག་བཀྱགས་པ་ཡིན། དེ་དུས་ཙམ་པ་ཁོང་གིས་བཀའ་མོལ་ག་རེ་གསུང་སོང་ཟེར་ན། ད་སྐྱིད་བོ་འདུག་ཨེ་གསུང་སོང། རྒྱ་གར་ལ་སྐྱིད་བོ་འདུག་ཨེ་གསུང་སོང།

ཁྱེད་རང་ལ་སློབ་གསོ་རྒྱག་མཁན་ཅི་འདྲའི་བྱུང་བ་ཡིན་ན། སློབ་གསོ་རྒྱག་མཁན་བྱུང་བ་ན་སོ་སོའི་སེམས་ནང་ལ་དང་པོ་དེ། རྒྱལ་བ་རིན་པོ་ཆེ་ལགས་ཀྱིས་བཀའ་སློབ་ལམ་སྟོན་གཞི་བཟུང་བྱས་ནས་འགྲོ་མཁན་གྱི་མི་ཞིག་རེད་འདུག་བས་རེད་མི་འདུག་སློབ་གསོ་རྒྱག་མཁན་ཅིག་ལ་དང་པོ་དེ་སོ་སོ་གིས་ཉམས་ཞིབ་དེ་བྱས་པ་ཡིན་ན་ཨ་ནི་སོ་སོ་ལང་ཀ་ནོར་གི་མ་རེད་གསུངས་སོ་དེ་མ་གཏོགས་ཤེས་ཐེངས་སང་ཡང་དཔལ་འབྱོར་བཏང་གི་ཡིན་ན་ག་རེ་ཡིན་ན་ཅིག། དཔལ་འབྱོར་བཏང་གི་རེད་ཅིག་གསུངས་སོ་ད་ང་དེ་ཞེ་དྲག་དྲན་གི་མི་འདུག་གང་ལྟར་མགོ་སྐོར་བཏང་མཁན་ཅིག་ནས་མང་པོ་ཡོད་རེད་མགོ་སྐོར་ལ་ཚུད་ཡོང་གདའ་གསུངས་སོ།

ཧ་དེའི་གདུང་རྒྱུད་ཡིན་དང་མེད་ཀྱི་ང་ཧ་གོ་གི་མེད་དཔེ་ཆ་དང་ལོ་རྒྱུས་དང་ངའི་ག་ཡ་ཧ་གོ་གི་མེད་དེ་ཁོང་རང་སྔོན་ལྷ་རྒྱལ་ཁྲི་ཆེན་མཆོག་ངའི་གདུང་རྒྱུད་བཙན་པོའི་གདུང་རྒྱུད་ཡིན་པ་ལ་ཡ་བརྒྱ་ཆ་བརྒྱ་ཐམ་པ་ངོས་ལེན་ཞུ་གི་ཡོད་ལ་ཨ་ནི་ཁོང་ལྷག་པར་དུ་ད་རྒྱལ་བ་རིན་པོ་ཆེ་ལགས་ཀྱི་བཀའ་སྲུང་གཅིག་གྲོགས་གཅིག་ནི་ཕན་སྐད་ཅིག་ཡིན་པ་ང་བཀའ་སློབ་དེ་ང་ལ་བསླབ་བྱ་དེ་བསྐྱོན་པ་དེ་ནི་ང་གསལ་བོ་ཞོ་གཅིག་ཆགས་སོང་གསལ་བོ་ཞོ་ཆགས་སོང་དེ་ཡིན་དུས་བརྩམས་པ་ད་དེ་འདྲ

ང་ལ་སློབ་གསོ་སྐྱོན་དང་ད་ག་རང་ནས་ཧ་གོ་འགྲོ་གི་འདུག་ད་རྣམ་རྒྱལ་བྲོ་ག་དེ་ཚོ་གི་རྐུབ་འགྲོ་གི་འདུག་བ་ད་ད་ག་རང་ཞིག་རྣམ་རྒྱལ་བྲོ་ག་གཅིག་པུ་མ་བསྟན་ད་ཆོས་རྒྱུད་ཁག་གི་སྤྱི་འཐུས་དེ་ཚོ་རེད་ཁོ་ཚོ་གི་ཁ་ནས་ག་རེ་ཁྱི་ཡོང་གི་རེད་གཞིས་ལུས་མི་མང་ཁྱི་ཡོང་གི་རེད་བོད་རྒྱལ་ཁབ་ཁྱི་ཡོང་གི་རེད་ཨ་ནི་བོད་རང་བཙན་ཁྱི་ཡོང་གི་རེད་ཁོ་ཚོ་དེ་ཁྱི་ཡ་དེ་ག་རང་ཟེར་ན་ཁོ་རང་ཚོ་ལ་ཡ་ད་དེ་རྒྱབ་སྐྱོར་དེ་ཡ་ཡང་དེ་རྒྱུན་ཐོབ་དགོས་རེད་བ་དེ་མ་གཏོགས་བོད་མི་སྒྲིག་འཛུགས་ལས

མ་ཐོས་རྣམས་ཀྱི་གཏན་གྱི་རུ་བ། ཞི་ལུའི་རྒྱ་ཆེ་མི་མང་གི། རྒྱལ་བ་རིན་པོ་ཆེ་ལ་ཨ་ནི་སྐུ་ཚེ་རིང་པོ་ཡོང་བའི་དང་ཁོང་བོད་ལ་དར་འདྲི་ཞུ་བྱའི་ཆེད་དུ་སྐུ་ལུས་མེ་གསོད་ག་ཚོད་བཏང་སོང། ད་ཁོང་གི་བཀའ་སློབ་ལམ་སྟོན་བྱེད་ནི་མ་འགྲོ་གི་ཅིག་ལ་ད་དགའ་གི་མ་རེད་བ་བོད་མི་ས་ཡ་དྲུག། ད་རྣམ་རྒྱལ་དྲུག་ག་དེ་སྐུ་རུ་འགྲོ་མཁན་རེད་འདུག་བ། ད་ངས་ཚེ་རིང་སེམས་འཚབ་ཞུ་ཡ་དེ་ག་རེ་ཟེར་ན།

གང་ཞེ་ན་སྐུ་ངོ་ལྷ་རྒྱ་རིགས་ལིའི་མཚན་ཤས་དེ་རྣམ་རྒྱལ་གྲོལ་ཁག་གི་བཟོས་ཡོང་གི་འདུག་བ། ད་ག་ནང་བཞིན་པ་དེ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་ད་ཁྲི་འདོན་གནང་བ་གི་གདུང་རྒྱུད་ཁོང་ད་མི་དེ་ད་ཨ་རི་དུ་བར་ཡོད་ར་གསུང་གི་འདུག་བ། ཁོང་ལི་ད་སྤྱི་ཚོགས་ནང་ལ་ཡ་མཐོང་ཅེ་ཞིག་གོ་གི་ཡོད་ན་ཁྱིམ་ཚང་གི་མི་ཚང་མ་ཡག་པོ་གོ་གི་རོ་བ། རྩ་བའི་ལྟར་ཁྲི་ཆེན་ཁོང་རང་གི་ཕྱག་ལས་གནང་སྟངས་ལ་རག་ལས་ཀྱི་སྟེ་ཡིན་ནའི་ཁྱིམ་ཚང་དེ་ཡང་ཅིག། སྤྱི་ཚོགས་ནང་ལ་ཡ་ཡིད་ཆེས་འཕེར་ར་ཅིག་དང་བསྔགས་བརྗོད་ཞུ་འོས་པའི་ཁྱིམ་ཚང་གི་ཁྱིམ་མི་ཅིག་དགོས་ཀྱི་རོ། ད་དེ་རྣམ་རྒྱལ་གྲོ་ག་དེ་མི་འདུག་བ། སྤྱིར་ན་ཁོང་ས་སྐྱ་འབོད་ཆོག་ཆོག་ལ་ཡ་མ་ལྟོས་རྣམ་རྒྱུན་གཏན་འཁེལ་དེ་ཚོ་གི་རྐུབ་ལི་ཤར་སྐྱོད་རེད་འདུག་བ་མོ། ལྟས་ན་ཁ་སང་དུ་ཨ་ཏི་གྲོས་ཚོགས་ནང་ལ་ཡ་མོ་གི་དེ་འདྲ་དེའི་ཁར་ས་སྤྱི་འཐུས་སྒེར་གྱི

ཟུར་ཟ་བྱེད་མཁན་དེ་ཚོ་གི་མཉམ་དུ་འགྲོ་མཁན་ཅིག་ལ་འོས་བླུག་གི་ཡིན་པས། ཡབ་བཀའ་དྲིན་ཅན་དེ་གི་ཞབས་ནི་འཐེན་མཁན་ཅིག་གི་བུ་མོ་ཅིག་ལ་ད་འོས་བླུག་གི་ཡིན་པས། དེ་འདྲ་འཁྲིག་འཛིང་ཡོད་བདེ་བ་དེ་ལ་སྤྱི་ཚོགས་ནང་ལས་མཐོང་ཆེན་མ་ཡོང་ཡས་གི་ལ་ཁ་བཟོས་མཁན་དེ་ལ་འོས་བླུག་གི་ཡིན་པས། ད་འོས་མུ་མཐུད་ནས་བླུག་ན་ཅི་ཡང་ཡོད་མ་རེད་སོ་སོ་རང་དབང་བླུག་ད་རུང། ཡབ་དེ་ལ་མཚན་ཤས་དང་དེ་ཚོ་བཟོས་གི་བཟོས་མཁན་ཅིག་གོ་གི་ཡོད་ན། འོ་དེ་འདྲས་ཅིག་ཞུ་ཡ་ཡིན། ད་གང་ཅིའི་ངའི་ད་མཐའ་འཛོམས་འདྲ་བོ་དེ་ངའི་སྐད་ཆ་ག་རེ་བཤད་ན་ཁ་རི་ཁ་ཐུག་མེད་དོ་ངས་སྙན་པོ་དེ་འདྲ་གས་ཤེས་ཀྱི་མེད། ང་ད་རེས་དེ་སྐུ་ངོ་ལྷ་རྒྱ་རིའི་སྐོར་ལས་ཞུ་ཡ་དེ་ཡང་སྐུ་ངོ་ལྷ་རྒྱ་རི་ཁྲི་ཆེན་མཆོག་དངོས་གནས་དྲང་གནས་ཀྱི་ལྷག་བསམ་རྣམ་དག་གི་གོང་ས་མཆོག་བཀའ་སློབ་ལམ་སྟོན་གཞི་བཟུང་བྱས་ནས་ཕན་མཁས་ཤིག་རེད་ཤག་འདི་ཡང་ང་སེམས་ཀྱི་བཟོད་སྒོ་མི་འདུག་ད་ག་ནང་ཆེན་པོ་ཁོང་གི་སྲས་དེ་དེ་འདྲ་ཁྲི་འདོན་གནང་ཤག་བ་དེ་ལ་སྤྱི་ཚོགས་ནང་ནས་ཆེ་མཐོང་དེ་མུ་མཐུད་ནས་བྱུང་ན་བསམ་ནས་འདི་ཡང་སེམས་ཀྱི་བཟོད་སྒོ་མི་འདི་གཅིག་ནི་ངའི་དོན་པ་ཡིན།

རྣམ་པ་ཚོ། མི་ཐུག་སྤྲོ་བོ་དང་བོད་མི་སྒྲིག་འཛུགས་དང་ག་རེ་བྱེད་ན་བྱི། ང་རང་ཚོ་ཆོས་བརྒྱུད་དེ་ཚོ་ནི་ཚང་མ་ཧྲག་ཏག་ཏག་ཡོད་སྦྱིན་བདག་ནི་ཡག་ཐག་ཆོད་ཡོད། བོད་མི་སྒྲིག་འཛུགས་ག་རེ་བྱེད་ན་བྱི་ང་ཚོ་གི་བཏང་བཞག་པའི་སྤྱི་འཐུས་དེ་ཚོ་གི། ལས་ངན་མི་དགོས་ག་རེ་བྱེད་ན་མ་བྱེད་ན། དེ་ཞི་ར་ཞི་ར་བྱི་དོ་བྱེད་ཀྱི་མིན་ཨ་མཆོག་ཚ་རོ་རེ་དགོངས་ཨ་དེ་འདྲ་ཡིན་མིན་གང་ཞིག། ད་ང་ཚོ་མི་མང་དཀྱུས་མ་དེ་ཚོ་ནི་སེམས་ཀྱི་ཟོལ་གྱི་མི་འདུག་དེ་བྱེད་ནི་བྱུས་ཤོར་སོང།